ད་ང་རང་གི་ཁར་སའི་གོ་རེ་ད་རེ་དེ། ཁོ་རང་ཚོ་ལ་ཁྲིམས་ཞིབ་ཁང་ལ་ཁྲིམས་ཀྱི་ངེས་གཞི་གསལ་གི་དབང་ཚད་དེའི་ཡོང་སྟངས་འདྲ་བོ་དེ་ཐོག་ལ་དོགས་སློང་དང། ནས་ཁྲིམས་ཀྱི་ངེས་གཞི་ལྟ་བུའི་དབང་ཚད་ཅིག་གལ་སྲིད་ཆེད་དུ་ཁྲིམས་ཞིབ་ཁང་ལ་ཁྲིམས་ཀྱི་ཤ་རིམ་དེ་ལྟ་བུ་ཞིག་དགོས་གི་ཡོད་པ་ཡིན་ན། ལམ་སང་རང་དུས་སུ་མ་ཡོང་པ་བྱས་ནས ྋགོང་ས ྋསྐྱབས་མགོན་ཆེན་པོ་དང ྋསྐྱབས་རྗེ་ཟམ་གདོང་རིན་པོ་ཆེ་ལ་སོགས་པ་ལ་བཀའ་འདྲི་ཞུ་བའམ་ཡང་ན་གྲོས་བསྡུར་ཞིབ་ཚགས་པོ་བགྱིས་ནས་ནས་ཡོང་པ་ཡིན་ན་ཡག་པོ་འདུག་ཟེར་ཡ་ད་ཉན་ཞུམ་ནས་ཞུས་ཡོང་རེད་རྒྱུན་ལས་ནས་ཞུས་ཡོང་རེད་གྲོས་ཚོགས་ནས་ཞུས་ཡོང་རེད་ཡིན་ན་ཡང་དེའི་ལམ་ཁ་དེ་མ་འཁྱོངས་པ་རེད་མ་འཁྱོངས་པ་རེད་དེ་ད་དེ་རིང་ཉིས་སྟོང་ཉི་ཤུ་རྩ་གཅིག་གི་ཕྱི་ཟླ་བཞི་བའི་ནས་ཚེས་བར་བརྒྱད་ཀྱི་ཉི་མ་དེ་ལ་ད་ནོར་བེ་རླུང་འཕྲིན་ཁང་གི་ཐོག་ནས ྋསྐྱབས་རྗེ་ཟམ་གདོང་རིན་པོ་ཆེ་ལ་བཀའ་འདྲི་ལམ་སྟོན་ཞུས་བཞག་པས་ནས་བཅའ་ཁྲིམས་དང་འབྲེལ་བའི་གནད་དོན་དུ་ཟུར་གྱི་ཐོག་ལ་བལྟ་ཡོང་དུས། ཁྲིམས་ཀྱི་ངེས་གཞི་སེལ་ཡ་གི་གནས་ཚུལ་དེ་དོན་ཚན་བཅའ་ཁྲིམས་དོན་ཚན་དྲུག་ཅུ་རེ་བདུན་པའི་འོག་ནས་བཟོས་ཆོག་གི་ཡོད་པ་དང་བཅའ་ཁྲིམས་ཀྱི་གོང་ལ་བསྡད་མེད་པ་དེ་ནང་བཞིན་དང་བཅའ་ཁྲིམས་ཀྱི་དོན་ཚན་བཞི་བཅུ་བས་མཚོན་པའི་བཅའ་ཁྲིམས་ཀྱི་འགྲེལ་བརྗོད་དུ་ཟུར་ཐོག་ལ་རིན་པོ་ཆེའི་མར་འགྲེལ་བཤད་བསྐྱོན་ཡོང་དུས། ད་ང་རང་གི་ཐོག་ནས། ད་ལྟ་བར་དུ་འདི་ཐོག་ལ་ལངས་ཕྱོགས་ཟིན་པ་དེ་ཡང་རྒྱལ་བ་རིན་པོ་ཆེ་དང་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གི་བཀའ་སློབ་ལམ་སྟོན་ལ་གཞི་བཅོལ་ནས་བླངས་ཤོག་གསན་ཡོད་པ་རེད་ལ། ད་ལྟའི་ཆར་ལ། རིན་པོ་ཆེ་གི་བཀའ་སློབ་དེ་ལ་ཉན་ཡོང་དུས། སོ་སོའི་གི་གར་རྩེད་དགོས་རོགས། ལངས་ཤོག་ཚིམ་པ་དེའི་ནང་ལོགས་ལ་ནོར་ཁྲལ་ཤོར་བསྡད་པ་དེ། གསལ་བོ་གསལ་རྐྱང་ཅིག་ར་འཕྲོད་སོང། གསལ་བོ་གསལ་རྐྱང་ཅིག་ར་འཕྲོད་པའི་ཉེར་ལེན་ལ་བརྟེན་ནས། ད་རང་ཞོགས་པ་རང་ཁྱེད་ཚོས་བདེན་དང་བཤད་སྐབས་ནས་རིན་པོ་ཆེ་གི་བཅར་འདྲི་ལ་བལྟས། ཐང་མ་ཡི་གཉིད་ལ་ཞིབ་ཚགས་པོ་ཉན་ཚར་བའི་རྗེས་ལ། ཆོལ་གསུམ་སྟེགས་འབུག་ཐོག་ནས། བོད་མི་མང་སྤྱི་འཐུས་རྒྱུན་ལས་ཟིན་ན་ཡང་འདྲ་བོད་མི་མང་སྤྱི་འཐུས་ཀྱི་ལས་ཁར་ཞུགས་དགོས་ཡ་ཁོ་རང་ཨ་ནི་བོད་སྤྱི་བ་དང་དངོས་གནས་དྲང་རྒྱལ་བ་རིན་པོ་ཆེ་ལ་ཞབས་ཞུ་སྒྲུབ་ཡ་གི་ཆེད་དུ་ཡིན་པ་སོང་ཙང་ཨ་ནི་དེ་མ་ཐག་ཏུ་ཨ་ནི་ཚོགས་གཙོ་སྦྲེལ་པོ་ལ་ཨ་ནི་སྤྱི་འཐུས་ཀྱི་ལས་གནས་ནས་དགོངས་པ་ཞུ་གི་ཡིན་པས་ཨ་ནི་གར་སེ་གོ་རེ་དགོངས་ཞག་དེ་ཡར་བཏང་ཚར་བ་ཡིན་ང་རང་གི་ཐོག་ནས་ཨ་ནི། དཀར་རྩེ་གུ་རེ་རྒྱ་གོང་ས་མཆོག་དང་སྐྱབས་རྗེ་བསམ་གཏོང་རིན་པོ་ཆེ་མི་མང་ལ་དགོངས་སེལ་ཞུ་ཡ་དང་བོད་མི་མང་སྤྱི་འཐུས་ཀྱི་ལས་གནས་ཀྱི་ཐོག་ནས་ད་ལྟ་དགོངས་ཞག་བཏང་ནས་དགོངས་པ་ཞུས་ཚར་བའི་གནས་སྟངས་དེ་འདྲ་ཞིག་ཡིན། ཁྱིམ་གཞི་བ་གསུམ་ཀ་འཕོ་འགྱུར་བཏང་ཟིན་པ་རེད་འདི་ཐག་གཅོད་དེ་སྤྱི་འཐུས་སྒེར་གཅིག་གིས་ཆགས་ཀྱི་ཡོད་མ་རེད་གྲོས་ཆོད་གྲོས་འཆར་འདི་གཞུང་འབྲེལ་གྱི་ངོ་བོའི་ཐོག་ནས་བསྣམས་ཕེབས་པ་རེད་ད་ད་རེས་བློ་བཟོ་ཆོན་ཞུ་ལགས་གཅིག་ད་སོ་སོའི་ནོར་འཁྲུལ་ཤོར་བ་དེ་ཉོས་ནས་གནང་པའི་ཐོག་ནས་དགོངས་པ་ཞུ་གི་ཡོད་གསུངས་པ་རེད་ཡིན་པ་ཡིན་ནའི་འདི་ད་ལྟ་སྤྱི་པའི་གི་ཐོག་ལ་ཡང་འགན་འཁུར་ག་ཚོད་ཁྱོད་འོ་ཅི་ཚོད་འགུལ། ད་ད་ད་དཔེར་ན་ཆ་བཞག་ན་ནི་ཁྲིམས་ཞིབ་པ་རྣམས་པ་ནི་འཕོ་འགྱུར་གྱི་ཕྱོགས་ཀྱི་ད་ཁྲིམས་ཀྱི་བྱ་རིམ་ཟིན་ན་ཡི་མི་འདུག་ཞིབ་ཚགས་ཀྱི་ད་ད་ཁྲིམས་དང་སྒྲིག་གཞི་དེ་ད་ད་བཟོས་མེད་པ་དེ་ཀོ་སེའུ་སེ་རྐྱང་འདྲ་བོ་ཞིག་རེད་ད་ཡིན་ན་དོན་ཚན་སྒྲིག་གཞི་རེ་བཞི་པའི་ནང་གསེས་ག་ཚོད་རེད་གོ་ནང་གསེས་གསུམ་པ་རེད་གཉིས་པ་རེད་ད་རང་ཞོགས་པ་རིན་པོ་ཆེ་གི་དེ་འགྲེལ་བརྗོད་བྱེད་ནས་ཡོང་དུས། ང་ནི་ཁྲིམས་ཞིབ་པ་གསུམ་མཉམ་དུ་སུ་རང་ལབ་དུས་གསུམ་ཀ་མཉམ་དུ་སྡེབ་སྡེབ་ཅིག་ལ་འཕོ་འགྱུར་བཏང་ཡང་མེད་པའི་གནས་སྟངས་ཅིག་བྱུང་ཡོང་དུས་དོན་གྱིས་བདག་པའི་ཚུགས་སུ་གང་བྱས་པ་དག་རང་ང་རང་འགྲོ་བཞིན་ཡིན་པ་ནི་ཁས་ལེན་བྱེད་ཀྱི་ཡོད་ད་ལྟ་བར་དུ་དོན་ཚན་དེའི་འོག་ནས་ཆ་ཚང་བ་ཅིག་མཉམ་དུ་འཕོ་འགྱུར་བཏང་ཆོག་ཡ་ཅིག་གོ་བ་ལེན་གྱི་ཡོད་རེད་དགག་རང་ང་རང་གི་ཐོག་ནས་ཡིན་པ་ཡིན་ན་དེ་ལ་ལག་ལེན་བསྟར་ཡོད་རེད་ཡིན་ན་ཡང་ད་ལྟ་རིན་པོ་ཆེ་གི་སོང་ཡོང་དུས་འོ་ད་དགག་རང་རེད་ཟེར་ནས་དེ་ཆ་ནས་ནི་དགག་རྩེ་དགོས་རེད་དེ་བཅའ་ཁྲིམས་དོན་ཚན་དག་རང་གི་ཐོག་ལ་གོ་གླེང་དང་འབྲེལ་བའི་ཆིངས་པ་ཡིན་ན་ཡང་ཁོ་ནོར་བསྡད་པ་དེ་ནི་ངོས་ལེན་ཞུ་ཞུ་གི་ཡོད་ཟེར་ནས་འུ་ཐུག་དག་རང་ཞུ་གི་ཡོད། དཔེར་ན་ད་ལྟའི་གི་ཐག་གཅོད་འདི་ད་ད་ལྟ་རྣམ་པ་ཚོ་སྤྱི་འཐུས་རྒྱུན་ལས་ཡོད་རེད་དེ་ད་ལྟ་སྔ་ནས་བརྒྱུད་ལམ་ཁག་ལ་ཡང་སྤྱི་འཐུས་ཚོགས་གཙོ་མཆོག་གིས་ད་བཅར་འདྲི་དང་ལེན་གནང་ཡོད་མ་རེད་ད་ད་ལྟ་གནས་ཚུལ་འདི་འཕོ་འགྱུར་བཏང་ཚང་མ་ཆགས་ཟིན་པ་རེད་ད་ད་ལྟའི་ཆ་ལ་ཁྲིམས་གཞི་བསྐྱར་བཅོས་མང་པོ་ཅིག་ལྷག་བསྡད་ཡོད་རེད་ད་སྤྱི་འཐུས་རིམ་པས་བསྡུ་དགོངས་པ་ཞུས་ཞེས་ཕེབས་པ་ཡིན་ན་སྤྱིར་ན་རྔ་བའི་གྲོས་ཚོགས་ནང་ལོགས་ལ་གྲུབ་ཆ་ཚང་མ་ཚང་གི་གནས་སྟངས་བྱུང་སྲིད་པ་རེད་ཁྲིམས་གཞི་འདི་གས་བསྐྱར་བཅོས་མ་ཕྱིན་པ་ཡིན་ན། འདི་ཚོའི་ཐོག་ལ་དགོངས་པ་ག་འདྲས་བཞེས་གི། ད་ཁོ་ནམ་རྒྱུན་འགྲོ་ཐང་ཞིག་བར་བ་ནོར་ཁྲལ་ཤོར་བ་ཡིན་ན་དེ་གནད་གར་སེལ་དགོས་རེད། ངས་ལན་བརྗོད་པའི་ཐོག་ནས་དགོངས་པ་ཞུ་དགོས་བ་དེ་དམངས་གཙོ་གི་ལམ་ནས་འདམ་ཐོན་བྱུང་བའི་མགོ་ཁྲིད་ཅིག་གི་ཁོ་བཟང་སྤྱོད་ཆགས་བསྡད་ཡོད་དུས་ཁོ་རི་བོང་རྡོར་རྫིས་བྱས་ནས་བསྡད་ས་གལ་ཡོད་མ་རེད་ཁོ་མ་འོངས་པའི་གནས་སྟངས་དེ་ཁོ་སྐབས་དེ་དུས་ཀྱི་མིའི་ཐག་བྱེད་འགྲོ་གི་རེད་བསམ་གི་འདུག། འཐུས་མི་ཞིག་ཡིན་པའི་ཆ་ནས་འགན་འཁུར་ངོ་མ་འདི་གྲོས་ཚོགས་ནང་ལ་སོང་དགོས་པ་རེད། སྐབས་དེ་དུས་ཁྲིམས་ཞིབ་པ་སུམ་བརྒྱ་དགུ་བཅུ་ལྟ་ངའི་ནང་ལ་ཡར་རྒྱུན་ལས་གནང་ཡོད་པས་སྐབས་དེ་དུས་ད་འདི་ང་ཚོ་གནད་དོན་འདི་བྲེལ་ལ་ཚུར་ཚུར་ངང་ནས་ཐག་གཅོད་གནང་ཡ་གི་མ་རེད་འདི་བ་ལ་ལམ་སྟོན་ཞུ་དགོས་རེད་ཡག་པོ་བྱེད་དགོས་རེད་ལྟ་ཅིག་བརྟན་པོ་བྱེད་དགོས་རེད་གསུང་ཡ་འདི་གྲོས་ཚོགས་ནང་ལ་སོང་མ་འོད་ག་རེད། ད་ལྟ་འདི་རེད་ཤག་འདི་དེའི་སྒང་ལ་ད་ག་རང་རེད་ཤག་ང་ཚོ་ལྟ་སྟངས་ཁ་ཤས་ཤིག་གི་ཐོག་ནས་བལ་ན་གསར་འགོད་པ་རྣམས་པ་ངའི་ལྟ་འགའི་ཤུལ་ཡིན་པ་ཉིས་སྟོང་ཉེར་བཞི་གི་ཕྱི་ཟླ་བརྒྱད་པ་ནང་ནས་བཟུང་སྟེ། སྤྱི་འཐུས་ཕྱོགས་གཅིག་སྤྱི་འཐུས་རྣམ་པ་ལ་ཁྲིམས་ཞིབ་ཁང་དང་རྒྱུན་ལས་ཀྱི་པར་རིས་ལ་ཡིག་ཆ་ག་རེ་ཡོད་པ་དེ་ཆ་ཚང་གཏང་གི་ཡོད་རེད་དེ་ཙམ་དུ་མ་ཟད་པའི་ཆེད་དུ་ཁྲིམས་ཞིབ་པ་རྣམ་པ། ཆེད་དུ་ཁྲིམས་ཞིབ་པ་ཆེ་བ་དང་བོད་བདེན་ཚོགས་གཙོ་སྒྲིལ་བོ། མཇལ་འཕྲད་གནང་བའི་ཚིག་ཐོ་ཁོ་རང་བཏང་ཡོད་རེད་དེའི་རིགས་བཀོད་སྒྲིག་འདི་ལ་ཡོད་རེད་དཱ་བཀྲ་ཤིས་ཁོ་ར་ཡོད་རེད་དཱ། སྤྱི་འཐུས་ཕྱོགས་གཅིག་སྤྱི་འཐུས་རྣམ་པ་གི་ཐག་གཅོད་གནང་ཚར་རེད་སྔ་དུས་ནས་བཟུང་སྟེ་ང་རང་འདྲ་བོ་ཕྱིན་པ་ནས་བློ་མཐུན་པ་དང་ནམ་རྒྱུན་གཅིག་ལྟ་གྲུབ་དང་དེ་འདྲའི་སྒང་ལ་དོར་སྣང་ཡོད་མཁན། ཁྲིམས་དང་སྒྲིག་གཞིའི་སྒང་ལ་དོ་སྣང་ཡོད་མཁན་གྱི་སྤྱི་འཐུས་མང་པོ་གཅིག་གི་མཉམ་དུ་རབ་དང་རིམ་པ་གྲོས་བསྡུར་མང་པོ་འགྲོ་ཚར་རེད། དེ་ནི་འབྲས་བུ་གཅིག་གི་ཐོག་ལ་ད་ལྟ་ལོ་ཨེར་ཏེ་ཚོགས་ཐེངས་གཅིག་གི་རང་ལ་ཟེར་ཡ་ཆོག་རེད་དེ་མ་རེད་དེ་ཟླ་བ་གཉིས་གསུམ་གཅིག་གི་ཟླ་བ་གསུམ་བཞི་གཅིག་གི་ཁོ་ལས་ཁ་འདྲ་བོ་ཆགས་བསྡད་ཡོད་རེད་དེ་བྱུས་དུས་དེའི་སྒང་ལ་བསམ་བློ་ཚང་མ་བཏང་ནས་དེ་འདྲས་བྱས་ནས་སླེབས་བསྡད་ཡོད་རེད་མེད་ཁོ་ད་རིན་པོ་ཆེ་གི་བཀའ་སློབ་འདི་བྱས་ནས་དེ་རིང་ཕེབས་ཡོང་ཙང་ཁོ་ནི་ཚེ་ལོ་ག་རེ་མ་ཐོན་དེ་སྔོན་ལ་འདྲ་བོ་བྱེད་ཀྱིན་པ་ཡིན་ན་ང་རང་ཚོ་ཐག་ཆོད་དེ་པས་ང་རང་འདྲ་བོ་བྱིངས་ན་ལང་ཤོག་ཤི་སྲེག་གནང་སྲེག་འགྱོད་པ་མེད་པ་ནོངས་འགྱོད་མེད་པ་འདྲ་བོ་བྱེད་ཨོ་དེ་འདྲས་བྱེད་ཀྱིན་པ་དེའི་ཆ་ནས་ནི་དེ་ཚོང་ནང་ནས་ཀྱེ་དམིགས་བསལ་གྱི་ཞུ་དགོས་ཡ་མཐོང་ཡོད་མ་རེད་ཞུས་ཡོད་མ་རེད་ཨང།